གང་གི་ཐུགས་བརྩེ་སྙིང་བསྲུང་བ་ལྟ་བ་དང་གྱི་སྤངས་པའི་གཞི་དམ་པོའི་ཆོས་ཉིད་བསྟན་མཛད་པའི་གོ་ཐང་དེ་ལ་ཕྱག་འཚལ་ལོ། སྟོང་ཉིད་གཉིས་ཀྱི་ཟུང་དུ་འཇུག་པའི་ངང་ཕྱི་ཕྱི་སེམས་ཅན་གངས་ཅན་བསྟན་འགྲོའི་ཕྱག་ན་པད་མོ་བསྟན་འཛིན་རྒྱ་མཚོ་ལ་གསོལ་བ་འདེབས་སོ། གཞན་དོན་ལེགས་འགྲུབ་ཤོག། ཧོ་ལགས་སོ་ད་ང་ཚོ་ཡང་དགོང་གི་ཆེ་ཁྲི་ཟླ་བདུན་པ་གི་སྐབས་སུ་ཀོན་ཏུན་གསུངས་པའི་སའི་གནས་ཐབས་ཀྱི་ཏིང་ངེ་འཛིན་དགོས་ལ་དེ་ནི་གཞི་གནས་དྲུག་དང་དེ་ཞུ་གི་ཡོད། ད་གཞུང་ཆེན་པོ་ནང་ནས་ཡིན་མ་ཡོངས་སུ་གྲགས་པ། དེ་ནི་ཆ་ཚང་བ་འདྲ་དེ་ད་ད་གི་ངས་ཆུ་ཐོད་བདུན་པ་ནང་ལས་ཞུ་བདེ་ངས་དྲུག་པ་ནང་གི་ཞུ་བདེ་ཡ་གི་དབུས་ཐག་གི་གཉིས་པ་སྔགས་སྤོང་གཉིས་པ་འདུལ་བྱེད་རྗེས་བསྟན་ཚུལ་དེ་ལ་བརྟེན་ནས། སའི་གནས་ཐིག་གི་ཏིང་ངེ་འཛུགས་སྒོ། དེ་གཏོར་དྲུག་གི་འབྲུག་གླུ་དེ་ལ་ཡི་གེ་ཞེས་ཡོད་ཚུལ་ཟིན། རྗེ་བདག་ཉིད་ཆེན་པོའི་བྱང་ཆུབ་ལང་རིའི་ནང་ལ་ཡ། སྒྲུབ་ཐབས་དེ་གཉིས་པོ་དེ་མ་འཚམས་རྒྱ་བྱས་ནས་ཡོང་དེ་ངེས་སོ་ར་གྱི་རེད། དེ་ཡིན་ཙང་ད་ག་འདི་མདོ་བསྡུས་ན་ཞེ་ནས་སྒྲུབ་པའི་ཚད་ཟིན་ན་འདྲ། སྒོམ་བརྒྱ་ཡ་གེ། དངོས་གཞི་བསྐྱང་སྟངས་དེ་ཉིད་པ་སྔགས་སྤོང་བསྙེན་པ་འདུས་བྱས་རྗེས་བསྟན་ཚུལ་དེ་རེད་དེ། དགའ་ཕྱོགས་ནི། ཏིང་ངེ་འཛིན་གྱི་ཉེས་པ་ངོས་བཟུང་དེ་ལ་གཉེན་པོ་བསྟེན་ཚུལ་སྤང་གཉེན་གཉིས། བརྒྱ་ནི་མ་འགྲོ་གོལ་བ། ད་དེ་འདྲའི་ཏིང་ངེ་འཛིན་འགྲུབ་ཐབས་དངོས་དེ་ལ་བརྟེན་ནས་སད་ད་དེ་ལ་བརྟེན་ནས་སད། གནས་ཐབས་ཀྱི་ཏིང་ངེ་འཛོལ་ཟེར་ཡ་དེ་ད་ཡ་གར་སེ་སེན་རིམ་པ་རིམ་པ་ཡ་གོང་ནས་གོང་དུ་འཕེལ་ཡི་རིམ་པ་དེ་རེད། དཔེར་ན་ང་ཚོ་བླ་བྲང་རེ་ཆགས་བཞག་ན་འཛིན་གྲྭ་དང་པོ་གཉིས་པ་གསུམ་པ་བཞི་བ་ཡར་འགྲོ་སྟངས་དེ་རེད། དེ་ག་སེ་སླེབས་པ་ཡིན་ན་གནས་གནས་སེ་འདི་རེ་ཅིག་སླེབས་པ་རེད་འདི་འདྲ་ཅིག་སྐབས་ལ་གནས་སེ་འདི་འདྲ་སླེབས་པ་རེད་གནས་སེ་འདྲ་འདི་འདྲ་རེད། སད་ད་ཁོ་སེན་ཡར་བགྲོད་པའི་རིམ་པ། གཞན་ནི་འབྲུག་ཐང་གི་རིམ་པ། སའི་གོང་ནི་གོང་དུ་འཕེལ་ཡག་གི་སྒོ་ནས་འབྲུག་ཕྱོགས་ནས་སྐྱེས་ཡོང་བ་ཞིག་རེད། ད་གིན་དབུས་མཐའ་ནས་བཟུང་བསྡད་ཡག་དེ། དགའ་ཕྱོགས་ནས་གཉིས་པ་ངོས་བཟུང་འབྲུག་ཕྱོགས་ནས་གཉེན་པོ་ནི་དེ། སྤང་གཉིས་རྒྱག་ནས་ཏིང་ངེ་འཛིན་འབྲུག་ཐང་དངོས་གཞི་དེ་བྱེད། ད་ད་ལྟ་ང་འདི་སའི་གནས་ཐད་ཀྱི་ཏིང་ངེ་འཛིན་དགོས་ཟེར་ཡག་དེ། གཞན་ནི་འབྲུག་པའི་རིམ་པའང། ཨོ། དེ་ནི་སྒོ་དམ་པ་དེ་ཡོང་གི་ཡོད་རེད། ད་དེ་གི་ནང་ལ་ཡང་དང་པོ་ང་ཚོ། དེ་ནས་གཞན་ནས་གི་ཐ་མ་དེ་ལ་ཡང་དང་པོ་དེ་ལ་ཡང་སེམས་ནང་དུ་འཇོག་པ་ཟེར་ཡ་འབྱུང་གི་རེད་སེམས་ནང་དུ་འཇོག་པ། བརྗོན་དུ་འཇོག་པ། གླེང་སྟེ་འཇོག་པར། ཉེ་བར་འཇོག་པ། དུ་བ་བྱེད་པ་གཞལ་བ་བྱེད་པ་རྣམ་པ་གཞལ་བ་བྱེད་པ། ཨ་ནི་སེམས་རྩེ་གཅིག་པ། དེ་ནི་སྙོམས་པ་འཇུག་པའི་ཏིང་ངེ་འཛིན་སེ་གོལ་མཉམ་འཇོག་གི་ཏིང་ངེ་འཛིན་དང། སེམས་རང་སྟེ་རིམ་པ་དགུ་ཕྱེ་བ་རེད། རིམ་པ་དགུ་པོ་དེ། འབྲུག་ཚ་སུ་ན་དང་ཞེན་ནི་འབྲུག་པ་དང་ཁྱད་པར་མེད་པ་ཅིག་རེད། དགུ་བ་མཉམ་འཇོག་གི་ཏིང་ངེ་འཛིན་དང། ཞེན་ནི་དངོས་གཞི་དུ་མ་རེད་དེ། དགུ་བ་མཉམ་འཇོག་གི་ཏིང་ངེ་འཛིན་འབྲུག་ཚ་ན་དང་ཞེན་ནི་འབྲུག་པ་དང་གཅིག་པ་རེད། དགུ་བ་མཉམ་འཇོག་གི་ཏིང་ངེ་འཛིན་གྱི་སྐབས་སུ། ཨ་ནེ། ཏིང་ངེ་འཛིན་དེ་ཉིད་ལ་ད་ཤེས་བྱའང་ཧ་ཅང་སྤངས་མཐོང་པོ་དེ། ཤེས་བྱའང་ཧ་ཅང་སྤངས་མཐོང་པོ་དེ་མ་ཏིས་ཆགས་ནས་ཏིང་ངེ་འཛིན་དུ་ཐོན་པ་བྱས་ནས་ཏིང་ངེ་འཛུན་ལས་ཤེས་བྱའང་གིས་ཟིན་པ་ན། དེ་ནས་སེམས་ཞི་ནས་ཁང་གོང་མ་གིས་སེམས། ཨོ་ད་དེ་འགྲུབ་ཡོང་གི་རེད་དེ་འདྲ་ཡིན་ཙང་ད་དེ་སེམས་ནས་རིམ་པ་དགུ་དེ་དང་པོ་ཞུས་པ་ཡིན་ན། ཨོ་དེ་ལ་ཡང་ནི་སྟོབས་དྲུག་གིས་འགྲུབ་གི་རེད། གཏོ་གྲུ་བོ་དེ་ག་རེ་ཟེར་ན་ཐོད་པུའི་སྟོབས། གཞན་ནི་དགོངས་ལུགས་དགོངས་སྟངས་ཚང་མ་འདི་གཅིག་བློ་སྦྱོང་བྱས་ནི་ཧ་གོ་ཡ་འདི་རེད། དེ་ནི་ཡེ་ཆོད་ཚང་གི་གོ་བ་ཆ་ནི་ཐོད་པུའི་སྟོབས། དེ་ནི་བསམ་པའི་སྟོབས་ཟེར་ཏེ་གཞན་ནི་དགོངས་ལུགས་དགོངས་སྟངས་ཚང་མ་བློ། ནི་དེ་ནི་ཕལ་སྐད་སོ་སོ་གི་ངོས་ནས་ངེས་པ་སྒྲོ་འདོགས་ཆོད་ཡ་ཆེ། བརྒྱ་ཆ་བརྒྱ་ནས་བརྒྱ་ཆ་བརྒྱ་ཐང་བ་ཧ་གོ་འགྲོ་ཡ་ཆེ་ཚིག་མི་རྟོགས་འགྲོ་ཡ་ཆེ་ལ་ཡ་ནི་བསམ་པའི་སྟོབས། ཐོས་བསམ་ཉིད་བྱེད། དེ་ནི་དྲན་པའི་སྟོབས་དང་ཤེས་བཞིན་གྱི་སྟོབས་སུ་གཉིས་ཆད། དེ་ནི་བརྩོན་འགྲུས་ཀྱི་སྟོབས་དང་ཡོངས་སུ་འདྲིས་པའི་སྟོབས་སུ་ནི་སྟོབས་དྲུག་ཡོད་རེད། ད་ག་ནང་བཞིན་གྱི་སའི་སྣའི་ཐད་ཀྱི་ཏིང་ངེ་འཛུགས་དགུ་ལྟེ་བོ་དེ་ཡང་མ་ཆད་པ་ཡིན་ན་ཡིད་ཆེས་ཞེས་སུ་ཡ་དེ་ཡེ་ལ་བྱེད་པ་བཞི། འདྲིས་ཏེ་འཇུག་པའི་ཡིད་ཆེས། སྐབས་སུ་འཆད་པ་ཁྱེད་ཀྱིས་འཇུག་པའི་ཡིད་ཆེས། སྐབས་སུ་འཆད་པ་མེད་པ་འཇུག་པའི་ཡིད་ཆེས། ལྷན་ཅིག་འགྲུབ་པའི་ཡིད་ཆེས་སུ་ཡིད་ཆེས་བཞི་ཡོད་རེད། ད་ང་ཚོ་སའི་སྣའི་ཐད་ཀྱི་ཏིང་ངེ་འཛུགས་དགུ་སུ་ཡ་དེ། ཐ་སྙད་དེ་དགུ་དེ་ཡ། ཐ་སྙད་ངེས་པ་བྱེད།

གཞི་ནས་དགོངས་མཁན་སྒོམ་རྒྱབ་སྐྱོད་མཁན་གཅིག་གིས་བསད་མཁན་གནས་རིང་དག་དེ་ཡག་ག་འདྲ་ག་འདྲ་ག་འདྲ་ག་འདྲ་འཕེལ་གཏམ་དེ། འཛི་སྒྲར་མ་སོང་ན་དང་པོ་གཉིས་པ་གསུམ་པ་བཞི་པ་ལྔ་པ་དྲུག་པ་བདུན་པ་དགུ་པ་ནང་བཞིན་ཡ། ཕ་ཡ་དེ། འོ་དེ་གས་གནས་རིང་དུ་བཞུགས་ཀྱི་ཡོད་རེད། ད་དང་པོ་སའི་ནང་དུ་འཇོག་པ་ཟེར་ཏེ། ཁ་སང། ཐོན་སྔ་མ་ནང་སུ་ཞུས་བཞག་ངེས་ཀྱི་ང་ཚོ་སའི་དམིགས་པ་བྱོལ་བ། ཞེ་གནས་ཀྱི་དམིགས་པ་བརྟན་པོ་གྱི་གཉིས་ནི། ཞེ་གནས་ཀྱི་དམིགས་པ་བརྟན་པོ་གཉིས་ནི་ད་སེམས་དང་པོ་ཏིང་ངེ་འཛིན་གྱི་ངོ་བོ་ལ་བར་འཇོག་ཡ་དེ་ལ་སེམས་ནང་དུ་འཇོག་པ། ནང་དུ་འཇོག་ཟེར་དགོས་ཡ་དེ་སེམས་སྣང་ཡིན་ལགས་སོ་བ་ཀ་ནི། སེམས་ཀྱི་ཏིང་ངེ་འཛིན་གྱི་དམིགས་པ་གཉིས་ནི། ད་དམིགས་པ་བཞི་བོ་ཁ་སང་ཞུས་ཡིན་པ་དམིགས་པ་གཅིག་གཏན་འཁེལ་བ་གཅིག་བཟོས་ཚར་དེ་སེམས་དམིགས་པ་ལ་དང་པོ་འཇོག་པ་དེ་ལ་སེམས་ནང་དུ་འཇོག་པ་ཟེར།

དམིགས་པ་གཉིས་བཟོས་དུས་ལས་སླ་པོ་ཞུས་མ་རག་ད་ང་ཚོ་བོད་ཀྱི་དོན་དག་གཅིག་བློ་ལས་འཆར་བ་ཙམ་ལ་ཟེར་གྱི་མ་རེད་ད། གཞོང་ལུགས་ནི་བཤད་པ་ནང་བཞིན་གྱི་ཏིང་ངེ་འཛིན་གྱི་དམིགས་པ་ཅིག་རྙེད་ཟེར་དུས། སན། ཞེ་ནས་ཀྱི་བོད་ཀྱི་དམིགས་པ་ག་རེ་ཅིག་ཡིན་ན་ཡང་དོན་སྤྱི་གསལ་པོ་ཅན་ནི་འཆར་ཡ་ཆེ། དེ་ལ་ཡང་སན་འཇོག་པའི་ཚེ་ཏིང་ངེ་འཛིན་གྱི་ངོ་བོ་འགྲོ་ཡག་གི་མགོ་དང་པོ་བཙུགས་ཡོང་དུས་ག་རེ་རེད། ཨ་ནི་སན་ནང་དུ་འཇོག་པ་ཟེར། སའི་གནས་དང་པོ་ཀུ་ཙི་སའི་དམིགས་པ་ལ་འཇོག་པ་དམིགས་པ་གཉིས་ནི་ཞི་གནས་ཀྱི་དམིགས་པ་བཟོད་ཐུབ་པ་རེད། སའི་དམིགས་པ་བཟོད་ནི་ཏིང་ངེ་འཛིན་གྱི་ངོ་བོ་ལ་གནས་པ་ཙམ་གྱིས་ཕྱུག་ཙང་ཕྱུག་ཙང་མ་གཏོགས་གནས་ཐུབ་དགོས་མ་རེད་དམིགས་པ་གཉིས་ཙམ་གྱིས་རེད། ཡིན་ན་ཡང་རྒྱུན་མཐུད་ནི་སྐར་མ་ཁ་ཤི་སྐར་མ་ལྔ་བཅུ་དེ་འདྲ་བ་གནས་ཐུབ་དགོས་མ་རེད་སའི་དམིགས་པ་ལ་ཏས་སུ་འཇོག། ཏིང་ངེ་འཛིན་གྱི་ངོ་བོ་ལ་ཀླད་ཙམ་གྱིས་རེད། སའི་ནང་དུ་འཇོག་པ། ད་དེས་ནི་ལྟོ་དྲུག་གི་ནང་ནས་ཐུ་བྷི་ལྟོ་གུ་འགྲོ་གུ་རེད། སད་ནས་གཉིས་པ་དེ་ག་རེ་རེད་ཟེར་ན་རྒྱུན་དང་འཇོག་པ་སད་དེ་རེད་རྒྱུན་དང་འཇོག་སད་དེ་ད་སད་དམིགས་པ་རྙེད་པ་ཙམ་མ་ཡིན་པ། སོ་སོ་དགོངས་ཡག་གི་དམིགས་པ་དེ་གསལ་བོ་བྱས་ནས་ཕ་སྐ་མ་ལྔ། ཡང་ན་མ་ནི་ཁྲིག་མགོ་རེ་ཙམ་གྱི་ཡོན་ཚོད་ཅིག་ལ་ཕ་ཁྲག་ལྷིང་ངེ་རྒྱུན་མ་ཏིས་བསྐྱངས་ཐུབ་གི་འདུག་ན། འོ་དེ་ལས་སད་ནས་རྒྱུན་དང་འཇོག་པ་སད་སད་ནས་གཉིས་པ་དེ་རེད། སད་ནས་གཉིས་པ་དེ་སངས་བྷི་ལྟོ་གུ་འགྲོ་གུ་རེད། མཐུས་བུའི་རྟོག་གེའི་སེམས་ནི་དང་པོ་དམིགས་པ་རྙེད་པ་ཙམ་གྱིས་མཐུས་འབྱུང་གི་ཤེས་རབ་དེ་ནི་དམིགས་པ་རྙེད་པར་བྱེད། གསང་འཇུག་གི་ཤེས་རབ་དེ་གིས་ཡང་ཡང་བསམ་བློ་བཏང་ནས་ད་དངོས་གནས་བརྒྱ་ཆ་བརྒྱ་ཐམ་པ་བསམ་པའི་དཔེ། ཞི་གནས་ཀྱི་དགོངས་ཡངས་ཀྱི་ཆ་རྐྱེན་ཡོངས་སུ་རྫོགས་པ་ཚད་མེད་དྲུག་ནི་དམིགས་པ་ལས་སེམས་འཇོག་ནི་ཨ་ནི་རྒྱུན་འགའ་ཇེ་ཆེ་བ། ཚད་མེད་དྲུག་ཡོང་དུས་ཀོ། ཐེ་ཚོམ་ལ་སོགས་པ་མེད་པ་དེ་ནི་སེམས་བརྟན་པོའི་གནས་ནི་རྒྱུན་བ། ནང་རྒྱུད་དུ་མི་འདྲ་བ། འཁྱུག་ཙམ་འཁྱུག་ཙམ་མ་ཡིན་པ། ཨ་ནི་སྐར་མ་ཁ་བཞིའི་རིང་དང་ཡང་ན། མ་ནི་ཕྲེང་སྒོ་གཅིག་གཉིས་ཀྱི་ཚོན་གྱིས་བ། ཚད་མིག་སྒྲོ་འདོགས་ཕྱེས་པའི་སྒོ་ནས་སད་མིག་པ་ལྷིང་གའི་རྒྱུན་མཐུད་ཐུབ་ཡག་གི་རེད་ད་ཏིང་ངེ་འཛིན་ལ་དགའ་ཆེན་གནས་ཐུབ་དགོས་རེད་བ། ད་དེ་ལས་སད་ནས་གཉིས་པ་དེ་ལ་བསམ་པའི་དོ་ཀུན་འགྲོ་ཟེར། དེ་ནས་སད་ནས་གསུམ་པ་དེ་ལ་ག་ས་ལ་གླེང་སྟེ་འཇོག་པ་ཟེར་ཡག་གི་རེད། གླེང་སྟེ་འཇོག་པ་ཟེར་ཡག་དེ་སད་མིག་པ་ལ། ཕ་ཤོ་འགྲོ་དུས་ནི་གཡེང་བ་དང་ཧ་གོ་ནས་ཡམ་ཆག་མིག་པ་ལ་ཚུར་འཇོག་ཐུབ་ཡག་གི་རེད་སད་རྒྱུན་བརྟན་པོ་བྱས་ནས་གནས་པ་ཙང་དུ་མ་ཟད། གཡེང་བ་དེ་ཤི་ནས་ཨ་ནེ་སད་མིག་པ་ལ་ཚུར་འཇོག་ཐུབ་པ་དེ་རེད། ཡང་བསྐྱར་སྦྱོར་བ་དེ་གླེང་དེ་འཇོག་པ་ཟེར་གླེང་དེ་ཟེར་ང་ཚོ་ལྷན་པ་སྦྱར་བ་ནང་བཞིན་སེམས་དམིགས་པ་ལ་དགའ་དུས་ཤོག་ཟུར་ན་རྒྱུན་ཏི་ཟེར་འཕྲོ་ཕ་ཐུལ་ནུས་ཡིན་ཨ་ནི་སེམས་དམིགས་པ་ལ་བག་མེད་པ་ཆགས་ནི་དབྱིངས་འགྲོ་དུས་དེ་མ་ཐག་ནི་ཚོ། གླེང་དེ་ཟེར་དུས་ཡང་བསྐྱར་དམིགས་པ་ལ་ཚུར་སྦྱར་ཡ་དེ་རེད་མ་གཏོགས། ད་ང་ཚོ་སེར་སྣའི་གསོང་པ་མ་ཐོག་ངས་གང་ཟག་གཅིག་ན། སྒོམ་འདྲ་ཅེས་སེར་སྣའི་དང་པོ་གི་དམིགས་པ་དེ་ཆ་ཚང་བྱེད་སེར་སྣའི་གཉིས་པ་སྐབས་སུ་རྒྱུན་སྐར་མ་ལྔ་ཟེར་ཁྲིམས་སྐོར་གཅིག་ཟེར་གནས་དུས་ཨ་ནི། ད་འོ་ཟེར་སྒོམ་ཡིན་ད་གསང་ནི་ཨ་ནི་ཐོན་སྟངས་ནི་བག་འགྲོ་བཞག་རྒྱག། འདོད་པ་ཚིག་འགྲོ་བར་འགྱུར་བ། སེར་སྣའི་གསུངས་པ་དེ་འདྲ་མ་ཡིན་པ་ད་དུང་ཡང། སའི་དམིགས་པ་ལས་ཡང་བྱ་བཅར་དུ་ཚུར་འཇོག། ཨོ་ནི་ཀ་མ་ཅོའི་བཅའ་ང། འོ་དེ་འདྲ་དེ་ལ་གླེང་དེ་འཇོག་པ་ཟེར་དེ་རེད་ད། དེ་དང་སེར་སྣའི་གཉིས་པའི་སྐབས་སུ། སའི་དམིགས་པ་ལ་རྒྱུན་དུ་འཇོག་ཟེར་དེ་གཉིས་དེ་ལས། རྗེས་ཨེ་ནི་སེར་སྣའི་གསུངས་པ་སྐབས་སུ་ཕྱི་རོལ་ལ་གཡེངས་པ་དེ་ཡང་ད་དུང་ཡང་སླར་དུ་སླར་ཚུར་དམིགས་པ་ལ་འཇོག་ཐུབ་པའི་གནད་ཀ་ཅི་ལ་ཡ་གླེང་དེ་འཇོག་པ། ད་ཉེ་བར་འཇོག་པ་ཟེར་སེར་སྣའི་བཞི་པ་དེ་རེད། སེར་སྣའི་བཞི་པ་ཉེ་བར་འཇོག་པ་ཟེར་དེ། ཡོད་ལས་གཉིས་བ་བྱུང་ན་ཡང། གླན་དེ་འཇོག་པའི་གནས་སྐབས་ལས་ད་དུང་དེ་ལས་ཕ། གར་སེ་གོལ་ད་གཡེང་བ་མགྱོགས་པོ་ཤི་ནས་དམིགས་པ་ལ་ཚོས་ཤུགས་ཆེན་པོ་བཞག་ཐུབ་ཡ་དེ་ལ་ནི་ཉེ་བར་འཇོག་པ་ཟེར། ཉེ་བར་འཇོག་པ་ཟེར་ཚེ། གཡེང་བ་རྒྱུ་རིང་པོ་མེད་པར་ཁ་ཐུག་རང་དམིགས་པ་ལ་འཇོག་འགྲོ་ཡ་དེ་ལ་ཉེ་བར་འཇོག་པ་ཟེར། སེར་སྣའི་བྱིས་པ་དེ། དེ་གར་གྱེར་སྲིད་ན་དེ་རེད། སེར་སྣའི་དང་པོ། ཐུབ་པའི་སྟོབས་ཀྱིས་འབྲུ་གསུམ་སེར་སྣ་དང་འཇོག་པ་སེར་སྣའི་གཉིས་པ། རྒྱུན་དུ་འཇོག་པ་སྟེ་བསམ་པའི་སྟོབས། སེར་སྣའི་གསུམ་པ་བརླན་ཏེ་འཇོག་པ་སྟེ་སེར་སྣའི་བཞི་པ། ཉེ་བར་འཇོག་པ་གཉིས་པོ་སྟེ། དྲན་པའི་སྟོབས་ཀྱིས་འབྲུ་དགོས་རེད། དྲན་པའི་ཟེར་བ་སྟེ་དྲན་པ་སྟོབས་དང་ལྡན་པ་སླད་ཡོང་དགོས་རེད་ད་དེ་དུས། དྲན་པ་མཐུ་བཙན་པོ་བྱས་ནས་དྲན་པ་ཡར་ཤུགས་ཆེན་པོ་སྐྱེས་ནས་དམིགས་པ་ལ་དྲན་པ་བརྟན་པོ་དགོས་ནས། གཡེང་བ་དང་འཇོག་པོ་བཀག་ནས་ཚུར་བཞག་ཐུབ་ཡ་གཡེང་བ་བཀག་ནས་བཞག་ཐུབ་ཡ། ཡང་བསྐྱར་དམིགས་པ་རྒྱུན་མ་བསྐྱངས་ཐུ་ཡ་དེ་སེ་ནའི་གསུངས་པ་ཞེས་པ་ཉིད་འདི་ག་རེད་ཟེར་ན་དྲན་པའི་སྟོབས་ཀྱིས་འགྲུབ་དགོས་རེད་ལྟོ་དྲུག་གི་ནང་ནི་བསམ་པའི་ཐུ་བྷིའི་སོབས། ཐུ་བྷིའི་སྟོབས་བསམ་པའི་སྟོབས། གསུངས་པ་ཞེས་པ་གཉིས་པོ་དེ་དྲན་པའི་སྟོབས་ཀྱིས་འགྲུབ་དགོས་རེད། དྲན་པ་སྟོབས་དང་ལྡན་པ་ཆགས་ཡོང་དགོས་རེད། ད་ང་ཚོ་ཁ་སང་སློབ་དཔོན་ལེགས་ལྡན་འབྱེད་ཀྱི་དབུ་མ་སྙིང་པོ་ནང་ལས་ཡིད་ཀྱི་གླང་པོ་ལོག་འགྲོ་བ་སེ་སེན་གླང་ཆོས་ཉོན་པ་ནང་བཞིན་དེ། དམིགས་པའི་ཀ་བ་བརྟན་པོ་ཅིག་རྙེད་ནས་དེ་ལ་དྲན་པའི་ཐག་པ་གི་བཏང། གླང་ཆེན་བོད་སྐད་དག་པ་གི་རྟགས་བྱ་བ་ནང་ཞིག་དེ་རེད་དཔེ་དེ་བྱ་བ་དེ་ག་རེ་རེད་ཟེར་ན། སེམས་ནི། བཞི་པ། ཉི་མར་འཇོག་པ་ནས་བཟུང་སྟེ་དམིགས་པ་ཤོར་གི་མ་རེད་ད་རྩ་བ་ཉིད་དམིགས་པ་ལ་ཤོར་འགྲོ་གི་མ་རེད། ད་དམིགས་པ་ལ་དམིགས་པ་ལ་གནས་ཐུབ་གི་ཡོད་རེད་དེ་ལ་ཡང་བྱིང་རྒོད་ལ་སོགས་པ་དུ་ཡོང་གི་ཡོད་རེད་བ་སེམས་ནི་ལྔ་པ་དྲུག་པ། བདུན་པ་གི་མན་ཆད་དེ་ལས་བྱིང་རྒོད་ཡོང་གི་ཡོད་རེད། རེད་དེ་སེམས་དམིགས་པ་ཤོར་གི་མ་རེད་དེ་མི་ཤོར་བ་ཡིན་ཙང་ཁོ། དྲན་པའི། དམིགས་པའི་ཀ་བ་ལ་དྲན་པའི་ཐག་པ་བཅིངས་ཟེར་ཡ་དང་ཞེས་སེམས་ནི་བཞི་པ་གི་ནས་བཟུང་སྟེ་དམིགས་པ་ཤོར་གི་ཡོད་མ་རེད། རྟགས་བསླད་དེ་འཇོག་པ་གནས་སྐབས་དང། ཚད་མའི་གཉིས་པ་རྒྱུན་དུ་འཇོག་པ། སོང་པ། བསླད་དེ་འཇོག་པ་བཞི་བ་ཉེ་བར་འཇོག་པ་གནས་སྐབས། སོང་པ་མན་ཆད་འདི་ལ། དམིགས་པ་ཤོར་ཡ་ཡོད་རེད་དམིགས་པ་བརླག་འགྲོ་ཡ་ཡོད་རེད། ཡིན་ན་ཡང་དམིགས་པ་རྒྱུད་རིང་བ་མ་བརླག་ཅིག་ཁ་ཐུག་འཇོག་ཐུབ་པ་ཅིག་སེལ་ནས་བཞི་བ་ཉེ་བར་འཇོག་པ་གནས་བཟུང་སྟེ། སེལ་དམིགས་པ་ལས་གཡེང་བ་དེ་ཤི་ནས་དེ་ནས་ཕར་འཇོག་པ་ནས་བཟུང་སྟེ། ད་དམིགས་པས་མ་བརླག། དམིགས་པ་མ་བརླག་བ་བྱས་ནས་དེ་ཐུག་གི་རེད་ཟེར་དགོས་རེད། ད་དེ་ནས་དགོངས་འདྲ་མ་སོང་ན་དགའ་བྱེད་གནས་ཚད་ཆེན་པོ་ལས་ཡོང་གི་རེད། ད་ང་ཚོ་དེ་འདྲའི་ཅི་རེད་བ་ན་ཅིག་དགོངས་རྒྱག་མཁན་ཡིན་ན། དེ་ཧ་གོ་དགོས་ཡ་གཅིག་ལ་དེ་རེད་ད་ཡང་ང་ཚོ་དེ་མ་ཞུས་ན། དེ་ཡོང་གི་རེད་སེམས་ནད་དང་པོ་གི་སྐབས་སུ་ང་ཚོ་སེམས་སྣང་སྟོང་མང་རེ་འགྲོ་ཡག་གི་མྱངས་ཀྱི་ཡོང་གི་རེད་ད། དགོངས་རྒྱབ་ནི་སེམས་ནད་དང་པོ་སེམས་དམིགས་པ་རེ་རྙེད་ཨ་ནི་ཆུགས་སུ་ཆུགས་སུ་ཆུགས་སུ་ཤ་བསྡད་དུས། ན་སེམས་དེ་དཔེ་དེབ་དམིགས་པ་ལས་དོན་འཇོག་དགོས་རེད་དེ། སེམས་བརྟན་པོ་མེད་པ་སོ་སོས་ངོས་བཟུང་ཐུབ་དགོས་རེད། སྒོ་མ་ཆེན་པོའི་གནས་སྐབས་ནི་སོ་སོ་གི་སེམས་དེ་སོ་སོ་གི་བརྟན་པོ་མེད་པ་དེ་ཤིན་ཐུ་གི་མ་རེད། སེམས་གནས་དང་པོ་གནས་སྐབས་ནི་སེམས་དམིགས་པ་ལས་འཁྱུགས་སུ་འཁྱུགས་སུ་འཁྱུགས་སུ་འཇོག་ཏེ་ངེས་འཛིན་གྱི་བྲོ་བ་དེ་རྟོགས་སུ་མྱོང་དུས། དེ། བྲོ་བ་ཆེན་པོ་གི་སེམས་དེ་ཏེ་ངེས་འཛིན་ལ་གནས་ཡ་དེ་ངོས་བཟུང་ཚར་དུས་ད་ནི་ཕ་གཡེང་བ་དང་སེམས་སྣང་སྟོང་མང་པོ་ཤ་དེ་བ་ཅིག་དེ་དུས་ཟ་ཟ་བྱེད་ཀྱི་རེད་མ་གཏོགས་ང་ཚོ། དེ་ནི་སེམས་ཤུགས་ཆག་འགྲོ་ཡ་ཡིན་ག་ཡོད་རེད་ག་རེ་ཟེར་ན་དེ་དུས། ནང་རྒྱུད་དང་མ་འདྲ་བ་སེམས་སྣང་སྟོང་མའང་ཉོན་མོངས་མའང་གི་སྣང་བ་ཅིག་ཆགས་ཀྱི་རེད། སེམས་དམིགས་པ་ལ། ནང་རྒྱུད་སྒོ་མ་འབྱེད་པའི་གནས་སྐབས་ནས་ཆོས་ནི་དམིགས་པ་ལ་གནས་གི་ཡོད་མ་རེད་དེ་ག་གི་ཧ་གོ་གི་ཡོད་མ་རེད་ད་སེམས་དམིགས་པ་ལ་ཆུགས་སུ་ཆུགས་སུ་བཞག་ཏིང་ངེ་འཛིན་གྱི་ཕྱོགས་ལ་འགྲོ་དུས་སེམས་ལ་དྲོ་བ་ཅིག་སླེབས་དུས་ཨ་འོ་ད་དེ་བསྡད་ཐུབ་གི་མི་འདུག། ཆོས་ནི་དགོངས་ཐུབ་གི་མི་འདུག་ཆུགས་སུ་ཞིག་བཞག་ནི་ཡལ་འགྲོ་གི་འདུག་ཨ་ཀ་ད། བསམ་ནི་དེ་དུས་ཡོང་གི་ཡོད་རེད། ཕྱོགས་གཞན་གཅིག་ནི་ཉོན་མོངས་མང་པོ་ཞིག་གི་སྣང་བ་ཆགས་ཡོང་གི་རེད། སེམས་དམིགས་པ་ལ་བདེ་མི་ཚུགས་པ་གནས་དགོས་མེད་པ་དེ་ཡང་ངོས་བཟུང་གི་རེད། ད་དེ་དུས་སྒོང་རྒྱག་མཁན་པས་དོ་སྣང་ཡག་པོ་མ་བྱས་ན་སེལ་ཤུགས་ཆག་ཡག་གི་སྐབས་དེ་རེད། དེ་ལས་ལོ་རྒྱུས་དེ་འདྲ་གསུང་ན་ཡོད་རེད། སྒོམ་རྒྱག་མཁན་གྱི་བླ་མ་ཅིག་བྲག་ཕུག་ན་བཞུགས། ཨ་ན་སྒོམ་རྒྱག་ནི་སེམས་ནད་དང་པོ་འགྲོ་ཡོང་དུས་སེམས་དམིགས་པ་ལ་ཆུགས་སུ་ཆུགས་སུ་མ་གཏོགས་བདེ་དགོས་ཡོད་མ་ར། ཏིང་ངེ་འཛིན་ཉལ་དགོས་ཡོད་ར། ཏིང་ངེ་འཛིན་གྱི་བྲོ་བ་དེ་ལས་ཡོང་གི་ར། རེད་དེ་དེ་འགའ་ལ་གནས་མ་ཐོ་བ་ཡིན་ཙང་ད་དེ་ནས་དགོངས་འགལ་ཐུག་ས་མ་རེད་དམིགས་པ་ཤོར་འགྲོ་གི་འདུག་གནས་གི་མི་འདུག་ཆུགས་སུ་ཆུགས་ས་མ་ཏོ་མི་འདུག་དེ་མ་དགོས་ཡ་དམངས་གཏོང་མང་པོ་ཅིག་པས་ནང་ཆོས་དེ་མ་འདྲ་བ་ཞེབས་ཀྱི་འདུག་བསམ་ནས་ད་ཁོ་སེམས་ཤུགས་ཆག་ནས་ཁོ་རང་བླ་མ་ལ་ཞུས་པར་བ། ད་ང་དགོངས་འགལ་མིན། སེམས་ཉོན་མོངས་མ་རུ་འགྲོ་སོང། སེམས་དེ་དཔེ་སྡུག་རུ་འགྲོ་སོང། ཞུ་དུས་གང་ལ་བླ་མའི་ཐུགས་རྗེ་བོ་བྱུང་ཁྱེད་རང་སེམས་སྣང་སྟོང་མང་རུ་འགྲོ་བ་མ་རེད་སྣང་སྟོང་ངོས་ཟིན་པ་རེད། སའི་དམིགས་པ་ལ་མི་གནས་པ་མ་རེད། ཁྱོད་རང་སའི་ཏིང་ངེ་འཛིན་ལ་འགྲོ་བའི་རྟགས་ཀྱིས་སྔར་ཏིང་ངེ་འཛིན་མི་ཐོན་ཆོག་དེ་སོགས་ངོས་བཟུང་ནས་རྟོག་པ་འགའ་ཆ་བཅད་པ་རེད། ད་ཡང་མི་ཐོན་ནས་དགོངས་ཞོག་གསུངས་པ་རེད། དེ་ལས་ང་ཚོ་སྤྱིར་བཏང་ནས་ཉོན་མོངས་སྣང་རྟོག་ངོས་བཟུང་པའི་ཉམས། སྣང་རྟོག་མང་རུ་འགྲོ་ཡག་གི་སྣང་བ་ཆ་ཆག་ཡོང་གི་རེད། སྣང་རྟོག་མང་རུ་འགྲོ་ཡ་མ་རེད་རྔན་མ་ད་ལི་ཡོད་ཡོད་པ་རེད་དེ་ངོས་བཟུང་ཐུབ་གི་མེད་པ་ཡིན་ཙང་སྟེ། ཧ་གོ་གི་མ་རེད་ད་སྣང་རྟོག་ངོས་བཟུང་ཚུལ་དུས་སྒང་ལས་ཤེས་ཡིན་གྱི་བྱ་ར་གི་རྟོགས་སི་ལས་ཀ་བྱས་ཡོང་དགོས་རེད་བ།

ཨང་ཏོག་སེ་སྣང་ཏོག་ཉུང་རུ་འགྲོ་སྟངས་ཐུག་ཡ་སོགས་འདྲ་གྱིས། སེ་རན་དང་པོ་གནས་སྐབས་ནམ་ཞིག་སྣང་ཏོག་གི་ཡ་བུ་ཡུག་ཚུགས་ལྟ་བུ་མ་ཡིན་པ་ཏོག་སུ་ཉུང་རུ་བཏང་མོད་ཀྱི་སྣང་ཏོག་ངེས་སོ་ཡིན་སྙམས། དེ་ནས་སེ་རན་སོང་པ་ཞེས་པ་ཡ་ལས་དུས་སྣང་ཏོག་ཐང་ཆད་པའི་སྙམས། ཨ་ན་སྣང་ཏོག་དེ་ཚོ་བེད་ཐམ་ཆད་ནས་ཡོད་པ་དེ་མེད་པ་ནི་སྒོང་རྒྱལ་པའི་གནས་སྐབས་སྣང་ཏོག་དེ་མེད་པ་དུ་ཤི་ཆད་བར་འགྲོ་བ་ཡིན་ཙང་སྣང་ཏོག་ཐང་ཆད་པའི་སྙམས། དེ་ཡིན་ཙང་སྒོང་དང་པོ་གཅོད་ནས་ཏོག་སེ་གོང་གི་ཁ་ལོ་འདྲ་དེ་བརྗོད་ཡོང་དུས་ཨ་ནི་སེམས་སྣང་སྟོང་མང་པོ་གི་སྣང་བ་ཞིག་ཆགས་ཀྱི་རེད་ཡིན་ན་ཡང་སེམས་སྣང་སྟོང་མང་རུ་འགྲོ་ཡོད་མ་རེད་སྣང་སྟོང་ངོས་ཟིན་ཐུབ་པ་རེད་དེ་ཡག་རྟགས་རེད། ཨོ་དེ་འདྲ་རེད་ད་སེམས་ནི་ཞེས་པ་ཉེ་བར་འཇོག་པ། དེ་ནས་ལྔ་པ་དུ་བ་བྱེད་པ། གཞལ་བ་བྱེད་པ་རྣམ་པར་གཞལ་བ་བྱེད་པ་དག་སེམས་ནི་ལྔ་པ་ལ། དུ་བ་བྱེད་པ། དྲུག་པ་ལ། གཞལ་བ་བྱེད་པ། བདུན་པ་ལ་རྣམ་པར་གཞལ་བ་བྱེད་པ་བརྒྱད་པ་ལ་རྩེ་བྱེད་པ་དགུ་པ་ལ། ནས་ལྷོད་ཀྱིས་འགྲུབ་པའི་ཏིང་ངེ་འཛིན་ཟེར། དེ་ཡིན་ཙང་རྟགས་རྣམས་དོ་གར་ཟེར་དོ་བར་བྱེད་པ་ཟེར་ཟེར་ནས་ངར་བ་དེ་རེད། དོ་བར་བྱེད་པ་ཟེར་དུས་རྟགས་དེ་ནི་ཚོ་དྲུག་ཕྱོགས་ནས་བཤད་ཡོང་དུས་གང་ལ་ཏིང་ངེ་འཛིན་ལ་ཡོད་འདོད་མཐོང་བ་རེད། ལྟ་སྒོམ་བརྒྱབ་ནས་སེམས་ཏིང་ངེ་འཛིན་ལ་མང་བ་འགྲོ་དགོས་རེད། སེམས་ནི་གསུམ་པ་ཞེས་པ་དེ་ནས་ནི་སེམས་ཏིང་ངེ་འཛིན་ལ་མང་བ་འགྲོ། ལྔ་པ་དོ་བར་བྱེད་པའི་སྐབས་སུ་སེམས་ཏིང་ངེ་འཛིན་ལ་ཧ་ཅང་གི་དཔེ།

ད་གཞལ་བར་བྱེད་པ་བསལ་ཏེ་གྲུབ་པ་རེད། གྲུབ་པ་གཞལ་བར་བྱེད་པ་བསལ་ཏེ་ད་དེ་ནི། ནང་རྒྱུད་བརྗོད་དོ་ཅོན་ལ་ནག་སོང་ཏོག་སོ་ཏིང་ངེ་འཛིན་གྱི་ཤུགས་རྒྱས་ཐལ་ཡོང་གི་རེད། གཉིད་ཏོག་སོ་ཉུང་རུ་འགྲོ་གི་རེད་ནང་རྒྱུད་ང་ཚོ། ཏིང་ངེ་འཛིན་ཞེ་དྲག་གི་མྱང་མྱོང་མེད་མཁན་དེ་ཚོ་ད་གཉིད་ཚད་མེད་པ་ཡོང་གི་རེད། ཨ་ནི་སོ་སོར་དཔེ་བྱེད་རྨུགས་པ་ཟེར་མཁན་དེ། ད་གེ་ངས། བྱིང་བ་དགུ་བཅུ་སྨུག་པ་ཟེར་ངེས་བརྗོད་རེད། ལུས་དང་སེམས་ལས་ཧ་ཅང་ལྕི་བའི་རྣམ་པ། ངས་པ་ཐང་ཆད་པའི་རྣམ་པ་འདྲ། དེ་རིང་དེ་ཚོ་མེད་པ་ཆགས་ནས། ལྟས་ངན་འཛེག་གི་ད་ཤེས་བྱང་གི་སྟོབས་ཀྱིས་ཡིན་ན་འདྲ་ཕན་ཡོན་ཡིན་ན་འདྲ། གཞལ་བ་བྱེད་པ་ཟེར་དུས་གཉིད་དང་སྣང་ཡིད་ལ་སོགས་པ་རང་བཞིན་གྱི་བ་ཞི་འགྲོ་ཡ། དེ་ནས་སྒོམ་རྒྱག་ནས་དེ་ནས་དེ་ཚོ་བཀག་ཐུབ་ཡ། ཨ་ནི་ཕན་ཡོན་རྒྱ་ཆེན་པོ་ཐོབ་བོ་རེད་གཞལ་བ་བྱེད་པ།

འོ་ད་དེ་འདྲ་རེད་དེ་འདྲ་ཡིན་ཙང་ད་དོ་བ་བྱེད་པ་ཏིང་ངེ་འཛིན་ལ་ཡོན་ཏན་མཐོང་བ་དང་ཞེ་བ་བྱེད་པ་སོགས་མི་ཐོན་ཆོག་སྣང་ཡིན་ལགས་སོ། བ་དག་ནི་སྐྱོན་དུ་སུ་གཏོགས་སུ་མ་མྱོང་རུ་འགྲོ་ནས་ཞེ་འགྲོ་ཡ། རྣམ་པ་ཞེ་བ་བྱེད་པའི་གནས་སྐབས་ན། སྒོང་རྒྱབ་པའི་གཙང་དུ་མ་བསྲེས་པའི་སྐྱོན་ལང་གནང་སོང་གི་སྐབས་སུ་ཡང་དེ་ནི་སེམས་རྟོགས་སུ་ཏིང་ངེ་འཛིན་ཚུར་ཕྱོགས་ལ་ཕྱིན་ཏེ་ངེས་བྱེད། དམིགས་བསལ་གྱི་སྒོང་མ་བྱས་ན་ཡང་བྱ་སྤྱོད་གང་གི་སྐབས་ལ་ཡང་སྒོང་གི་རྣམ་པ་ཇི་སླད་ཡོང་གི་རེད། ཐུབ་པ་སངས་རྒྱས་བཅོམ་ལྡན་འདས་ནི་ཕ་ཕེ་ན་འདྲ་ཞུགས་ན་འདྲ་བཀའ་སློབ་གནང་ན་འདྲ་བགྲོ་གླེང་གནང་ན་འདྲ་དྲི་བ་དྲིས་ནས་བྱས་པ་ཡིན་ན་ག་དུས་ཡིན་ན་སེ་སྟེ་ངེད་ཚང་གི་ཕྱོགས་ལ་ཕ་ནང་པ་ཤ་ཞེན་པའི་ངང་ལས་གསུངས་དེ་ངེད་འོ་དེ་ནང་བཞིན་ང་ཚོ་ཡང་སེ་ནི་ལྔ་པ་དྲུག་པ་དེ་ཚོ་དང་བདུན་པ་དེ་ཚོ་གི་སྐབས་ལ་སྒོང་རྒྱབ་པའི་དངོས་གཞི་གཙང་དུ་མ་ཟད། ཨ་ནི་དེའི་དགོངས་ལས་ཡ་ཞང་ནི་སྤྱོད་ལག་ནག་སོང་གང་གི་བཀའ་ལས་ཡིན་ན་ཡང་ཨ་ནི་མི་ཐོད་ཕྱོགས་གཉིས་དང་ནག་ཡིན་ལ་སོགས་པ་གང་ག་ཉེ་བར་བཤད་ནི། དེ་སོགས་པས་བཙན་ཐབས་སུ་བ་ཞེས་བ་ཅད་ནི་ཏིང་ངེ་འཛིན་ཕྱོགས་ལ་ལྷང་ལྷང་འགྲོ་བདེ་བ་བྱ་དགོས་རེད། ན་བ་ཞེས་བ་ཅད་པས་ཨ་ནི་བརྗེད་པ་རྩེ་གཅིག་པ་ཟེར་མཁན་དེ་ཨ་ནི་སེམས་རྩེ་གཅིག་པ་ཟེར་དུས་ཨེ་ལྟ་དགོས་པ། བུད་མེད་ལྷུན་གྲུབ་ཡོང་ཡག་གི་ཆེད་དུ་སེམས་རྩེ་གཅིག་པ་ཏིང་ངེ་འཛིན་ཟེར་མཁན་བརྗོད་རེད། ད་དེ་དཔེ་མེད་དགུ་པ་འབད་མེད་ལྷུན་གྲུབ་ཡོང་ཡག་གི་ཆེད་དུ་རྩེ་གཅིག་ཏུ་འབད་པ་དེ་ལ་ནི་རྒྱལ་བ་རྩེ་གཅིག་པ། ད་ལྟ་གི་ང་ཚོ་དེ་རེ་རེ་དག་སེར་སྣས་དུ་བ་བྱས་པ་དང་གཞལ་བ་བྱས་པ་གཉིས་པོ་དེ་ཤེས་བཞིན་གྱི་སྟོབས་ཀྱིས་འགྲུབ་པ་རེད་ལྟ་དྲུག་གི་ནང་ནས་ཤེས་བཞིན་གྱི་སྟོབས་ཀྱིས་འགྲུབ་པ་ཡིན་ལབ་གི་རེད། ཤེས་བཞིན་གྱི་སྟོབས་ཀྱིས་ག་འདྲ་འགྲུབ་ཟེར་ན་ཤེས་བཞིན་གྱི་བྱ་ར་བྱེད་ནི་བྱེད་མགོའི་རགས་པ་དེ་ཚོ་བཀག་ནས་ད་ཕྲ་མོ་ཡོང་མི་ཡོང་ལ་ཤེས་བཞིན་དང་ཧ་ཅང་ལྟོགས་དང་དལ་བ་ཆགས་འགྲོ་དགོས་རེད། གར་བྱེད་ན་བཀའ་བསྒོས་པ་ལ་སོགས་པ་རགས་པ་དང་བྱིན་བ་རགས་པ་དེ་བག་འགགས་འགྲོ་སྟེ། ད་ལྔ་བ་དྲུག་པ་ནི་ཀ་ནས་བྱིན་བ་དང་བསྒོས་པ་ཕྲ་མོ་མགོ་ལས་དབྱིངས་བ་ནས་ཚངས་ཤིང་བཞིན་ཏེ། སྦྱར་ར་བྱེད་ཡ་དེ་ཚགས་འདྲ་མ་སོང་ན་དང་རུ་ཕྱིན་ནི་རུ་སྔགས་རུ་ཕྱིན་ནི་ཞིག་ཚགས་རུ་ཕྱིན་ནི། འོ་དེ་ནི། ཕྲ་མོ་ལ་ཕ་རྟགས་ཐུགས་ཁེགས་ཀྱི་ཤེས་བཞིན་སྟོབས་དང་ལྡན་པ་སླེ་བ་ཡིན་ཙང་དེ་ཤེས་བཞིན་གྱི་སྟོབས་ཀྱིས་འགྲུབ་པ་རེད། ཅེས་དང་དགོངས་བཀའ་བསྡུས་བརྒྱ་བ་ཡིན་ན་ཡང་ཡོ་ཆེན་ཤིས་པ་དེ་ལས་བྱ་ར་བྱེད་མཁན། ཁོ་ལ་ཡའི་ཇུས་ཏོག་བྱེད་མཁན་ཁོ་ལས་གསོལ་བ་འདི་བསྒོར་བ་དེ་ལས་ཤིས་ཤིང་ལ་རོ་ཤིས་ཤིང་དུ་སྟོབས་དང་ལྡན་པ་ཆགས་ཡོང་དུས། ཨོ་དེ་ནི་བྱིང་རྒོད་ཕྲ་མོ་འདི་ཚོ། དག་པ་བྱེད་ཐུགས་ཡག་ངོས་བཟུང་ཐུགས་ཡག་གི་ཤིས་ཤིང་འདི་ལ་ཤིས་ཤིང་ཐོ་ཆུ་འབྲུག་བ། ད་སེ་ནི།

ད་ང་ཚོ་གྱེན་འཁོད་ཡོང་དགོས་མ་རེད་སེ་ནས་བདུན་པའི་གནས་ཀི་ན་གྱེན་བ་གྱོན་བ་ལ་དོགས་ཟོན་ཡོད་པ་ཙང་རེད་ཡོང་སྲིད་པ་ཙམ་གྱི་རེད་མ་གཏོགས་ཕལ་ཆེ་ད་ཡོང་དགོས་མ་རེད། ད་སེ་ནས་རྒྱལ་བ་ནི་གྱེན་འཁོད་རྩ་ནས་ཡོང་དགོས་མ་རེད་ད་ལྟེ་ངེད་ཚོ་རྐྱང་རྐྱང་ལ་གནས་ཐུབ་དགོས་རེད་ཡིན་ན་ཡང་འབད་མེད་ལྷུན་འགྲུག་ཡོང་དགོས་མ་རེད་ད་དུང་རྩོ་བ་དོགས་ས་གཏན་འགོ་དགོས་རེད་སེ་གཅིག་པ་དགོས་པ་སྙོང་རྒྱོ་འབད་མེད་ལྷུན་འགྲུག་ཡོང་ཡག་གི་ཆེད་དོ་ཨ་ནེ་རྗེ་པི་ཏེ་ངེད་ཚོས་རྩེ་གཅིག་པ་གི་དགོས་པའི་འབད་བརྩོན་ལས་རྩོ་བ་གི་བསྟན་པ་འདི་ལ་རྗེ་པ་རྩེ་གཅིག་པ། དེ་གི་སྐབས་སུ་གྱེན་ཁོད་གཙང་ནི་ཡོང་སྲིད་པ་མ་རེད་ད་གྱེན་ཁོད་པད་དེ་མི་ཡོང་བ་ཏིང་ངེ་འཛིན་ལས་བརྒྱ་ཆ་བརྒྱ་ནི་བརྒྱ་ཆ་བརྒྱ་ཏིང་ངེ་འཛིན་འགྲོ་དགོས་རེད། ད་དགོས་པ་སྙོང་འཇོག་གི་ཏིང་ངེ་འཛིན་ཟེར་ཡག་དེ་འབོད་མེད་ལྷུན་འགྲུབ་ཟེར་ཡག་དེ་རེད་ད་པད་དེ། ཁོ་ཤིན་ཅང་གི་མ་སྲིང་རེད་མ་གཏོགས། སེམས་དམིགས་པ་ལས་བཞག་པའི་ཆ་ནི་ཕལ་ཆེར་ཞི་གནས་ནང་ཤེས་རེད། ཉིན་ཞག་གཅིག་ལས། ཆུ་ཚོད་ཉི་ཤུ་རྩ་བཞི་ཡིན་ན། དམིགས་པ་འགོ་བཙུགས་ནས་ཆུ་ཚོད་བཞི་ཐམ་པ་ལ་ཧྲིང་ཀེ་བསྡད་ཐུབ་དགོས་རེད། དེ་ལ་ག་ཚད། ཉིན་ཞག་གཅིག་གི་དྲུག་ཆ་གཅིག་འཆོངས་པ་ཟེར། དྲུག་ཆ་གཅིག་སོ་དྲུག་གཅིག་ཉིས་རྩ་ཤེས་བཅུ་སོ་བཞི་རེད་བ། དྲུག་ཆ་གཅིག་གི་རིང་ལ་ཡང་ནི་དམིགས་པ་རྩེ་གཅིག་ཏུ་ལྷིང་གེ་པ་དེ་ཡང་འབད་མེད་ལྷུན་གྲུ། སེམས་དམིགས་པ་ལ་ཁ་ཕྱོགས་པ་ཙམ་གྱིས་དེ་ནི་པས་ཁོ་རང་ཆོས་ཚུལ་བཞིན་སྔགས་ག་ཚད་བཟླས་ན། འབད་མེད་ལྷུན་གྲུ། ཐོག་ནས་བཟླས་ཐུབ་ཡ་རྩོལ་བ་མི་དགོས་པ། ངང་ངང་ཤུགས་ཤུགས་ཀྱིས་ཏིང་ངེ་འཛིན་ལ་འགྲོ་ཡ་དེ་ལ་དགོས་པ་མྱོང་ཆོག་གི་ཏིང་ངེ་འཛིན། ཨོ་ད་དེ་ག་རེ་གི་འགྲོ་དགོས་ཟེར་ན། ཡོངས་སུ་འདྲིས་པའི་སྟོབས། བརྒྱད་པ་བརྩོན་འགྲུས་དེ་ག་རེ་ཟེར་ན། བརྩོན་འགྲུས་ཀྱི་སྟོབས་ཀྱིས་འགྲོ་དགོས་བ་དང་དགུ་པ་འབད་མེད་ལྷུན་གྲུབ་ཡོང་ཡག་གི་ཆེད་དུ་བརྩོན་འགྲུས་ཆེན་པོ། བརྩོན་འགྲུས་ཧ་ཅང་ཆེན་པོ་སྤྲོ་བ་ཤུགས་ཆེན་པོ་ཞི་བ་བྱེད་ཏིང་ངེ་འཛིན་ལ་སྤྲོ་བ། བརྩོན་འགྲུས་ཤུགས་ཆེན་པོ་ཡོད་ཡིན་ཟེར་ན་བརྩོན་འགྲུས་ཀྱི་སྟོབས་ཀྱིས་འགྲོ་དགོས། དེ་ནས་ཡོངས་སུ་འདྲིས་པའི་སྟོབས་ཟེར་ཏེ་དགུ་པ་དེ་འགྲོ་དགོས་རེད། ཨ་ད་ཡོངས་སུ་འདྲེས་པ་ཟེར་དུས་དམིགས་པ་ལ་བརྒྱ་ཆ་བརྒྱ་ནས་བརྒྱད་ཆ་བརྒྱ་བར་ཡོངས་སུ་འགྲུབ་པ་འབད་མེད་ལྷུན་གྲུབ་ངང་ངང་ཤུགས་ཤུགས། དེ་འབྲེལ་གྱི་ཐོག་ནས་པེ་ཏེ་ངེ་འཛིན་ལ་ཡ། ག་ཚད་ཇི་ལྟར་འདོད་འདོད་ལྟ་ག་ཚད་བཞག་ན་བཞག་ཐུབ་གི་ཡོད་རེད་དེ་དགོས་པ་མྱོང་འཇུག་གི་ཏིང་ངེ་འཛིན་རེད་ཡིན་ན་ཡང་ད་དུང། ཁོ་འདོད་པི་འདོད་སེམས་རེད་ཡོད་རེད་གོང་མིང་སེམས་ཆགས་ཡོད་མ་རེད་ད་ཁོ་ཞེ་ནས་ཆགས་བ་ལ་ག་རེ་དགོས་རེད་དགོས་པ་མྱོང་འཇུག་གི་ཏིང་ངེ་འཛིན་གྱི་གནད་འགག་ན། འོང་ད། ལུས་ཤེས་སྦྱང་དང་སའི་ཤེས་སྦྱང་དུ་ཡོད་རེད་ཆད་པ་ཅན་ཅུ་ཡོད་རེད། དེ་གི། ཏིང་ངེ་འཛིན་ལ་གྲོགས་འགྲོ་དགོས་ཡོད་མ་རེད། གར་སྐྱེས་ཟེར་ན། དགོས་པ་སྙོགས་འཇུག་གི་ཏིང་ངེ་འཛིན་འབད་མེད་ལྷུན་གྲུབ་ཆ་ནི་ལུས་ངག་གི་གནས་ངན་ལས་བྲལ་ལུས་ཀྱི་གནས་ངན་ལས་དེ་བྲལ། ལུས་ཀྱི་གནས་ངན་ལས་བྲལ་བའི་ལུས་ཀྱི་རེག་བྱ་ཤིན་ཏུ་ཡངས་པ་དང་ཐོགས་ལུས་ལ། དགའ་བདེ་གི་ཉམས་ལས་བདེ་བའི་ཉམས་ལས། སེམས་ཤེས་བྱང་སེམས་ཀྱི་གནས་ངན་ལས་དེ་བྲལ་སེམས་དམིགས་པ་ལ་ཇི་ལྟར་འདོད་འདོད་དུ་བཀོད་ཐུབ་པ་སྟོབས་ཀྱིས། སེམས་ཀྱི་གནས་ངན་ལས་བྲལ་བའི་ཕན་ཡོན་དེ་སེམས་ཤེས་བྱང་དགའ་ལྷང་ལྷང་བྱེད་ཡོར་བ་དང། པས་དེ་ནི་དཔག་སེམས་ཚིག་འབའ། དེ་འདྲའི་གཅིག་གིས་ལུས་ཤེས་བྱང་སེམས་ཤེས་བྱང་དང་ཧ་ཅང་དཔངས་མཐོ་དྲགས་ནས་ཡ། ཕོན་སླེབས་མ་ཐག་པ་ཡིན་ཙང་སྤང་ཐོག་དྲག་ནི་ཏིང་ངེ་འཛིན་ལ་གྲོགས་འགྲོ་དགོས་མ་རེད། ཏིང་ངེ་འཛིན་ཟེར་ངེས་དེ་མ་གཏོགས་ཕྱག་ནི་ཤེས་བྱ་གཉིས་དེ་མ་རྗེ་རིན་པོ་ཆེ་གི་ལང་རིགས་ཆེན་མོ་ནང་ལ་ཤེས་ཉེན་ཤེས་བྱ་ཟེར་བ་མ་རེད་དྲི་མི་དྲི་མ་དང་བསྲེགས་པ་ཏིང་ངེ་འཛིན་དང་མཐུན་པ་མ་སྟེ་ཕྱག་རེད། དཔེར་ན་ང་ཚོ་དེ་འདྲའི་རེད་འདུག་བ་ཅེ་ད་ང་ཚོ་དགའ་གྲགས་ཆོས་རྣམས་གོ་གསལ་རྩེ་གཅིག་པ་ལ་གནོད་གི་འདུག་བ།

དེ་ནི་དགོས་པ་མྱོང་འགྱུར་ཏིང་ངེ་འཛིན་དེ་ཉིད་ཤེས་བྱ་འགའ་ནང་ཟིན་པ་ན་ཞེན་ལེན་འགྲུབ་པ་ཡིན་ཞེས་ལྟ། ཞེན་ལེན་འགྲུབ་གང་གོང་མིག་གི་སེམས་ཐོབ། དེ་ལས་ཡང་གཞུང་ལུགས་ཀྱི་ནང་བྱེད་ན། སངས་རྒྱས་ལྟ་བུ་ཡེ་ལ་བྱེད་པའི་ལས་དང་པོ་བ། ཉེས་ལྡོག་མ་ལྕོགས་མེད། ད་དེ་འདྲའི་གི་སེམས་རྩེ་གཅིག་ཏུ་ཐོབ་པ་ཡིན་ན་དེ་སེམས་རྩེ་གཅིག་ནི་ལམ་ག་འདྲ་ཅིག་བསྒོམ་པ་ཡིན་ན་དེ་ནི་ཕ་ལམ་ཡིན་ན་འཇིག་རྟེན་ལས་འདས་པའི་ལམ་འཇིག་རྟེན་པའི་ལམ་ག་འདྲ་ཡིན་ན་ཉོན་མོངས་སྔོན་བྱོན་བ་སྤང་ཡང་གི་འཇིག་རྟེན་པའི་ལམ་ཡིན་ན་ཡང། དེ་གའི་ཉོན་མོངས་སྔོན་བྱོན་བ་སྤང་ཐུབ་ཀྱི་ཡོད་རེད།

དེ་འདྲས་བྱེད། དེ་ལ་ཡིད་ཆེས་ཞེས་ཡོད་ཚོད་ཟེར་དུས་ཡིད་ཆེས་ཞེས་ག་རེ་རེད་ཟེར་ན། སེམས་ནི་དང་པོ་གཉིས་འདི་ལ་འབྲིང་སྟེ་འཇུག་པའི་ཡིད་ཆེས་ལ་རེད་སེམས་ནི་དང་པོ། སེམས་དམིགས་པ་ལ། ཕྱུགས་ཕྱུགས་སུ་འཇོག་བདེ་བ་ཅིག་ཏུ་དང། ཏས་བྷ་ཀ་མ་ཁ་ཤི་ཁ་ཤི་རྒྱུན་མཐུད་ཐུབ་བོ། ཡིན་ནའང་དེ་དུས་རྣལ་འབྱོར་པ་རང་གིས་སེམས་དམིགས་པ་ལ་འཇོག་པའི་སྐབས་སུ་སེམས་དང་ཧ་ཅང་འབྲིང་ནི། དང་དོད་མ་བྱས་ན་ཁོས་སླེབས་མི་ཐུབ་བ་ཡིན་ཙང་འབྲིང་སྟེ་འཇུག་པའི་ཡིད་ཆེས་ཧ་ཅང་འབྲིང་དགོས་ཀྱི་རེད་འབད་རྩོལ་བྱེད་དགོས་ཀྱི་རེད། དང་དོད་ཞིབ་ཅིག་བྱས་གོ་བོའི་རི་འབྲིང་དེ་འཇུག་པའི་ཡེ་ཤེས་ལ། ད་སེ་ནའི་གསུངས་པ་བཞི་པ་ལྔ་པ་དྲུག་པ་བདུན་པ་དེ་ལྔ་དེ་ལ་བབ་པ་ལྔ་རེད་ད་སེ་ནའི་གཉིས་པ་གསུངས་པ་བཞི་པ་ལྔ་པ་དྲུག་པ་བདུན་པ། རེད་བ་ད་གླེང་དེ་འཇོག་པ་ཉེ་བར་འཇོག་པ། དོར་བ་བྱེད་པ་ཤེས་བ་བྱེད་པ་རྣ་བ་ཞེ་བ་བྱེད་པ་དེ་ལྔ་པོ་དེ་ལ་སྐབས་སུ་ཕྱེད་ཅིག་འཇུག་པའི་ཡེ་ཤེས་ལ།

དང་པོ་གཉིས་ཀྱི་སྐབས་སུ། འབྲིང་སྟེ་འཇུག་པའི་ཡེ་ཇེས་མིང་བཏགས་པར་བ། བ་པ་གཉིས་ལས་སྐབས་སུ་ཕྱེད་ཀྱི་འཇུག་པའི་ཡེ་ཟེར་ཏེ་ཏིང་ངེ་འཛིན་ལ་འགྲོ་མི་འགྲོ་གཉིས་ཀྱི་ནང་ནས་ཏིང་ངེ་འཛིན་ཕྱོགས་ལ་འགྲོ་མང་བ་ཡིན་ཙང། རྒྱན་གོས་ཀྱི་འཕྲོ་བཅད་པ་དེ་ཉུང་བ་ཡིན་ཙང་སྐབས་སུ་ཕྱེད་ཀྱི་འཇུག་པའི་ཡེ་ཇེས་མིང། འོ་དེ་འདྲ་གི། ཡེ་ཇེ་ཞིག་གི་མ་རྒྱག་སྟངས་དེ་རེད། ད་དེ། སའི་གནས་ཐད་ཀྱི་ཏིང་ངེ་འཛིན་དགུ་པོ་དེ་ཀའི་ཐ་སྙད་དེ་ཡག་པོ་ཞིག་ཤེས་ཚར་དུས་དེ་ཀའི་གོ་དོན་རང་རིག་གྱིས་མ་ཞུས། འོ་དེ་ལས་གཏོ་དྲུག་གི་འགྲོ་ལུགས་ཡིད་ཆེས་ཤིག་ཡོད་ཚུལ་དེ་མདོ་བསྡུས་པ་འདྲ་ཆགས་སོང་དེ་རེ་ཅི་ཞུ་ནི་ཡིན་ད་ང་ཚོ་ནང་ཆོས་སྤྱི་དང། ང་རང་ཚོ་གི་སེམས་ལ་ཡ། ཞེ་ནས་སྒོམ་པའི་སྐབས་སུ་ནང་ཆོས་འཇོན་དུ་སོ་སོ་གི་སེམས་དགོངས་དགོས་ཡ་དེ་གལ་ཆེན་པོ་ཞིག་པ་ཅིག་རེད་སེམས་དགོངས་ཟེར་དུས་སོ་སོ་སེམས་དམིགས་པ་ཅིག་ནས་དགོངས་ཡ་དེ་སེམས་ལ་བྱ་ར་བྱས་དེ་ཡ་དེ་རེད། སོ་སོ་སེམས་ག་རེ་ཕྱོགས་ལ་འགྲོ་གི་འདུག་ག་དུས་ཡིན་ན་སྤྱོད་ལམ་སྣང་སོང་གང་གི་སྐབས་ཡིན་ན་ཡང། སེམས་དམིགས་པ་ལ་འགྲོ་གི་འདུག་མི་འདུག་ཉོན་མོངས་ཕྱོགས་ལ་འགྲོ་གི་འདུག་མི་འདུག་དགེ་བའི་ཕྱོགས་ལ་འགྲོ་གི་མི་ལ་སྐྱོན་བརྗོད་བྱེད་ཀྱི་འདུག་མི་འདུག་ཨ་སོ་སོ་གིས་ག་རེ་དྲན་གི་འདུག་སོ་སོས་སོ་སོ་ལ་བརྟག་དཔྱད་བྱས་པ་དེ་དགོངས་ན་ནི་ཕུལ་དུ་བྱུང་བ་འདི་རེད། སོ་སོ་གི་སེམས། མཉམ་མེད་ཇོ་བོ་ཆེན་པོ་གིས། ཨ་ནི་སྤྲིང་ཡིག་ནོར་བུ་འཕྲེང་བ་ན་ལས། ཨ་ནི་བྲེ་དང་ཤིང་གཞན། བག་ཡོད་པི།

ཨ་ནི་རང་གི་སེམས། རྟག་ཏུ་གསུངས། རང་གི་སེམས་དགོངས་ཀྱི་རེད། ཤེས་མཁན་དང། དྲན་པ་དང་ཤེས་མཁན་དང་བག་ཡོད་སོང་པོ་དེ་གས་རང་གི་ཨང་བུའི་སྒོ་སྡོམས། ཨང་བུའི་སྒོ་གཏོང་ཟེར་དུས་མི་གས་འདྲ་མི་འདྲ་མཐོང་ཡ་ལ་བི་གས་ཉོན་མོངས་ཕྱོགས་ལ་མ་འགྲོ། ཨང་ཅོག་གི་གཏམ་འཆལ་བསྡུ་བ་གང་ག་ཉན་མ་བདེ། ཨོ་ད་ཨང་པི་སྒོ་ཟེར་དུས་ཨང་པོ་སྒོ་དེ་ག་ས་ས་ལ་གཅིག་འབྱུང་འགྲོ་བ་དེ་བཀག་ཞོག། ཇུས་ཏོག་བྱེད་དང་མ་བྱེད། ཨང་པོ་ལས་ཤ་ཚིལ་ཚང་མ་ལ་ཉན་ལྟ་འཐོམ་གཅིག་བྱེད་དེ་ན་རྫོགས་ཡ་ཁོ་ར་ཕན་ཐོག་ཡོད་མ་རེད་ཟེར་དགོས། དེ་ཡང་བྲེལ་བ་དེ་ཤེས་ཤེས་ཀྱི་བག་ཡོད་སོང་གི་ཨང་པི་སྒོ་བསྡོམས་ནས་ཉན་དང་ཚད་འདོགས་སེ་ཉན་ཚེ་དུས་རྟག་ཏུ་ག་དུས་ནས་རང་གི་སེམས་ལ་བྱ་ར་བྱེད་ནས་སྲུང་དགོས་རེད། སེམས་བདག་པོ་རྒྱག་དགོས་རེད་ཟེར་ཡ་རེད། དེ་འདྲའི་བྱས་པ་ཡིན་ན་ང་ཚོ་དགོངས་ཀྱི་ཕྱོགས་ལས་གཙོ་ཆེ་ཤོས་ཅིག་འགྲོ་དགོས་རེད་སེམས་ལས་གསུངས་བསྡད་པ་དེ་རང་གི་སེམས་གསུངས་པ་ལས་ལོགས་སུ་ནི་དགོངས་མེད་པ་རེད་རང་གི་སེམས་གསུངས་པ་ལས་ལོགས་སུ་ཆོས་ཉང་ལེན་གྱི་མེད་པ་ཡིན་པ་རེད་དེ་ཡིན་ཙང་སེམས་གསུངས་ལུགས་གསུངས་སྟངས་དེ་འོ་དེ་འདྲ་བྱས་ནས་ད་དུས་ཚོད་བྱུང་ནས་ང་ཚོ་ཐུན་བརྗེ་བ་ནང་ལྟོགས་སུ་ཞུགས་ཀྱི་ཡིན་དྲན་སོང་དེ་འདྲ་ཡིན་ཙང་ད་ག་དུས་ཡིན་ན་སེམས་ལ་བྱ་ར་བྱེད་ཡ་དེ་སེམས་ལ་བདག་པོ་བྱེད་ཡ་དེ་སོ་སོ་སེམས་ལ་སོ་སོ་དགེ་རྒན་སྟོན་ཡ་དེ། དེ་ལས་མ་སོན་སུ་སོ་སོས་ཀྱིས་བྲེལ་བ་བྲེལ་ནས་ལ་མ་སོན་བྱས་ནས་ཁོང་ཁྲོ་ལངས་པ་ཡིན་ན་འདྲ་ག་རེ་ཡིན་ན་འདྲ། ཉོན་མོངས་ཕྱོགས་ཀྱི་སེམས་དེ་ལ་ཕྱོགས་གཅིག་ཕ་བཞག་སོ་སོ་དེ་བཟོད་ལ་བྱིན་དེ་པར་བྲེལ་བ་བྲེལ་ནས་བཏང་ནས། དེ་ཅི་ག་རེ་བྱེད་ཀྱི་ཡོད་དེ་ག་རེ་བྱེད་ཀྱི་ཡོད་ཟེར་ཐལ། དེ་འདྲས་བྱས་ནས་པ་དེ་བཟོད་པ་རེད་དགོངས་པ་ཡིན་ན་ང་ཚོ་མི་དེ་ལས་ཁོང་ཁྲོ་རེ་ལངས་ཀྱི་ཡོད་ན། མི་དེ་ལ་ཁོང་ཁྲོ་ལངས་ཀྱི་འདུག་ག་རེ་བྱས་ནས་ཁོང་ཁྲོ་ལངས་ཀྱི་ཡོད་ཁོ་ལ་ཟེར་ཁོས་ང་ལ་གནོད་པ་བྱེད་ཀྱི་འདུག་ཨ་ཟེར།

ད་ཁོང་ཁྲོ་ལ་སྐད་ཆ་དྲིས་པ་འགྲོ་ར་དེ་ཆ་རང་ག་རེ་བྱེད་དགོས་ཡོད་ཟེར་ན་ཁོའི་ངག་ལ་ཚུར་གཅིག་ལགས་སུ་ཕར་གཅིག་ལགས་སུ་ད་གང་ད་ཁོ་ལན་ཅིག་བྱ་དགོས་ར་བ། ཁོང་ཁྲོ་ལ་ཡར་རྩེ་བཅད་པ་ཡིན་ན་ཁོང་ཁྲོ་ལ་ག་རེ་བྱེད་ར་ཁོང་ཁྲོ་ལངས་དགོས་ཡ་ཁོས་ཚོད་མེད་ཡིད་བྱེད་བྱེད་ཟེར་ཡ་རྒྱུ་ར་བ། ཁོའི་ངག་ལ་མ་མགོན་མེད་རྣམ་དཔྱོད་བསྟན་སོང་ཁོའི་ངག་ལ་ཅིག་གི་ལབ་སོང་ཟེར་ནས་ཚོད་མེད་ཡིད་བྱེད་ཀྱི་ཉོན་མོངས་ཅིག་ལབ། ཚོད་མེད་ཡིད་བྱེད་ལ་སྐད་ཆ་དྲིས་ཀ་འགྲོ་ཆོས་ག་རེ་བྱེད་འདི་ནི་འདྲ་མི་འདྲ་ཅིག་མཐོང་ཟེར་ན་དེ་མ་རིག་པ་ཟེར་ངེས་ཅིག་སོ་སོ་ག་དང་པོ། མ་རིག་པ་མི་ཤེས་པ་ཅིག་ལ་ཐུག་འགྲོ་ར་བ། དེ་འདྲ་ཡིན་ཙང་ང་ཚོ་ག་དུས་ནས་སེམས་གསུང་དུས་བཟོད་པ་དགོངས་དུས་གར་བྱེད་དུས་ཡིན་ན་སོ་སོ་གི་ཉོན་མོངས་པ་དོ་སོ་སོ་ཉིད་ནས་ཁ་ཁ་བྱེད་དགོས་རེད། ཨ་ནི་ཕ་ཆོག་པོ་མི་དེ་ལ་ཡ་ཕ་མི་དེ་དོ་ཉོན་མོངས་ཡི་ཁ་བ་བྱེད་གི་རེད། མི་དེ་ལ་ཁོང་ཁྲོ་ལང་ཡོད་མ་རེད་མི་གཅིག་གི་ཁོང་ཁྲོ་དེ་ལ་ཁོང་ཁྲོ་ལང་གི་རེད་ཁོང་ཁྲོ་དེ་སྡུག་ཅག་རེད་འདུག་ཁོང་ཁྲོ་དེ་གི་རྩ་བ་ག་རེ་ཚུལ་མིན་ཡོད་ཀྱི་དེ་རྩ་བ་ག་རེ་མ་རིག་པ་ཉོན་མོངས་པ་དེ་ཚོ་ལ་དགྲ་བཏགས་གི་རེད། ཉོན་མོངས་དང་ལྡན་པའི་གང་ཟག་ལ་གཉིས་སྐྱེས་དགོངས་གི་རེད་བྱང་པ་དགོངས་གི་རེད་གྲོགས་པོ་བཟོ་གི་རེད། ཁོང་ཚོའི་རྗེས་ཀྱི་ཉོན་མོངས་དེ་ལ་སྐྱོན་ལྟ་བུ་རེད། ཉོན་མོངས་དང་བསྟུན་པའི་གང་ཟག་ལ་སྐྱོན་ལྟ་ཡས་མ་གྲོགས་པོ། སོ་སོ་གི་གྲོགས་འདྲིས་ཀྱི་རེད། རྙེད་རེད། སོ་སོ་བཟོད་པ་སྒོམ་སེམས་ཀྱི་གོ་ཁེབས་སྤྲད་མཁན་གྱི་གྲོགས་རེད། སོ་སོ་སངས་རྒྱས་ཡག་གི་ཐོན་སྐྱེད་རེད། སོ་སོ་བསོད་ནམས་ས་ཡག་གི་ཐོན་སྐྱེད་རེད། སོ་སོ་འཇོན་ཐང་འོང་ས་ཀྱི་ཐོན་སྐྱེད་རེད་བ། སོ་སོ་གི་དཔེ་ཡག་པོ་བྱས་ས། སོ་སོ་གི། སངས་རྒྱས་གོ་མ་མཐོ་ཡིན་ན་འདྲ། བཟང་ཕྱོགས་ཡ་གཅིག་དང་གི་གྲོགས་ངོ་མ་དེ་སེམས་ཅན་རེད་འདོད་རེད། སེམས་ཅན་དེ་ཡི་རྒྱུད་ཀྱི་ཉོན་མོངས་ལ་བྱོན་ད་གང་ཟག་འདི་དང་ཉོན་མོངས་གཉིས་དེ་ཁ་ཁ་བྱེད་སོ་སོ་རྒྱུད་ལས་ཡ་གཅིག་པ་རེད། སེམས་ཉོན་མོངས་ལ་བརྟག་དཔྱད་བྱེད་གང་ཟག་དང་ཉོན་མོངས་སོ་སོ་སོ་ཉོན་མོངས་ཉོན་མོངས་སོ་སོ་སོ་སོ་ཕ་ཆ་ཕྱི་ནི། སློབ་སྦྱོང་བྱེད་པའི་ཡིན་ན་ནི་ཉོན་མོངས་ཀྱི་གཉེན་པོར་འགྲོ་དགོས་རེད་ཐུ་བ་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་གོ་ཡ་རེད་ཐུ་བོའི་ཉོན་མོངས་དགྲ་ཟེར་ཞིང་ཉོན་མོངས་དང་འདྲི་གང་ཟག་མིན་གསུང་རེད། ཐུབ་པ་སངས་རྒྱས་ཆུང་འདྲེ་འདི་གི་ཉོན་མོངས་ལ་དགྲ་ཟེར་གི་རེད་རང་རྒྱུད་ཀྱི་ཉོན་མོངས་ཡིན་ན་དགྲ་ལྟ། གཞན་རྒྱུད་ཀྱི་ཉོན་མོངས་ཡིན་ན་ཡང་དགྲ་ལྟ་གི་རེད་ཡིན་ན་ཡང་ཉོན་མོངས་དང་ལྡན་པའི་གང་ཟག་ལ་དགྲ་མྱངས་ན་ལྟ་ཡོད་མ་རེད་ཉོན་མོངས་དང་ལྡན་པའི་གང་ཟག་ལ་གཉིད་ཡེ་དགོངས་གི་རེད་བཟོད་པ་དགོངས་གི་རེད་ཡོད་འདོད་ལྟ་གི་རེད་གོ་ཞབས་བྱེད་གི་རེད། རང་ཤེས་སུ་དང་སུ་ཡིན་ན་གང་ཟག་དུ་ཉོན་མོངས་ཆེ་བ་བྱེད། ཉོན་མོངས་པ་ཕྱོགས་དེར་དགྲ་ལྟ་གཉེན་པོ་བསྟེན།